ཡ། ད་སྦྲག་སྒམ་འདི་སེམས་གསེང་གནང་མཁན་གྱི་ཆོལ་ཁ་ཟུང་གི་བོད་རིགས་སྤུན་ཟླ་ཡོངས་ལ་སྐུ་ཁམས་བཟང་པོའི་འཚམས་འདྲི་ཞུ་ཡག་དང་དམིགས་བསལ་གྱིས་དྲང་པོ་དང་བདེན་པ་ལ་རྒྱབ་སྐྱོར་གནང་མཁན་གྱི་ཆོལ་ཁ་ཟུང་གི་བོད་རིགས་སྤུན་ཟླ་ཡོངས་ལ་རྩོམ་ཐུང་འདི་སྒྲོག་སྦྱང་ཞུས་པ་དེ་ཡི་ཕན་ཐོགས་ངེས་ཅན་ཡོང་ངེས་ཡིན་པ་གཅིག་ལ་ཡ། སོ་སོ་གིས་རེ་བ་ཞུ་བྱས་ནས་རྩོམ་ཐུང་འདི་ཡིན་པ་ཡིན་ན། ཐུང་འཁོར་བ་ཐུབ་བསྟན་མཆོག་གིས་ཁོ་རང་ངོ་དེབ་སྒང་ལ་རྩོམ་ཐུང་སྤེལ་བཞག་པ་ཅིག་ཆགས་བསྡད་ཀྱི་འདུག་དེ་ཡིན་དུས་རྩོམ་ཐུང་འདི་གི་ནང་དོན་དེ་ཉེ་ལམ་བདེན་དོན་སྲིད་སྐྱོང་སྤེན་པ་ཚེ་རིང་གིས། བོད་ཀྱི་དམངས་གཙོ་ཉམས་པ་སླར་གསོ་ཚོགས་པའི་སྤྱི་ཁྱབ་ཚོགས་གཙོ། ལོ་ཙཱ་བ་ཨ་ནུ་དང་བསོད་ནམས་མཆོག ྋགོང་ས་མཆོག་ལ་མཇལ་ཁ་བཀག་པ་དེ་དང་འབྲེལ་བའི་ཐོག་ནས་བཙོན་ཐོངས་ཆེ་ཆགས་བསྡད་ཀྱིན་འདུག་དེ་ཡིན་དུས་རྣམ་པ་ཚོ་ལ་བཙོན་ཐོངས་དེ་དངོས་སུ་སྒྲོག་སྦྱང་ཞུ་གི་ཡིན། ཆེད་རྒྱལ་ཁབ་ནང་བོད་རིགས་ཚོགས་པའི་ཚོགས་གཞོན་བསོད་ནམས་ལགས། ྋགོང་ས་མཆོག་ལ་ཁ་དཀར་སེམས་དཀར་ཡིན་པ་ཤེས་ཀྱི་ཡོད། བོད་མི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་ཆེད་རྒྱལ་ཁབ་ནང་སུ་ཕེབས་ན་ཡང་ཁོང་གིས་ཕྱག་རོགས་གནང་གི་ཡོད་རེད། བསྟན་འགྲོའི་སྲོག་ལ་འགྲོ་དོན ྋགོང་ས་མཆོག་གི་སྐུ་པར་ཡང་ལག་པ་ལ་བཟུང་ནས་འགྲོ་བཞིན་ཡོད་པས་སྐུ་པར་དོང་ཡས་འདུག་སྔོན་མ་ཞིག་ལ ྋགོང་ས་མཆོག་དང་མཉམ་དུ་སྐུ་པར་ཡང་དོང་ཡས་འདུག་སུད་སི་བོད་རིགས་ཚོགས་པའི་མགྲོན་འབོད་བྱས་པ་དེ་ཙམ་གྱིས་ཁོང་ནི་མི་དཀར་པོ་ཞིག་རེད་ཤེས་ཐུབ། ངས་བསོད་ནམས་ལགས་ངོ་ཤེས་ཀྱི་ཡོད་ཡིན་ན་ཡང་དངོས་སུ་ཐུག་མ་མྱོང། ཁོང་ནི་སྐད་ཆ་གང་བཤད་བདེན་པ་དང་བྱ་བ་གང་བྱེད་དྲང་པོ་གནང་མཁན་ཞིག་ཡིན་པ་སྔོན་མ་ནས་ཤེས། ང་ནི་བསོད་ནམས་ལགས་ཀྱི་རྩོམ་ཀློག་མཁན་དུས་ཡུན་རིང་ཤོས་དང་གྲངས་མང་ཤོས་ཡིན་ཟེར་ན་ཡང་ཆོག། གོང་ས་མཆོག་ལ་མཚན་སྨད་ཞུས་པ་སུས་ཙམ་ཡང་མཐོང་མ་མྱོང་ལ་གོ་ཡང་མ་མྱོང། ཁོང་གིས་གོང་ས་མཆོག་གི་མཚན་ལ་སྐུ་མདུན་ཟེར་གྱི་ཡོད་རེད། སྐུ་མདུན་ལ་བསྟོད་པ་ཕུལ་གྱི་ཡོད་པ་ཧ་ཅང་མང་པོ་མཐོང་མྱོང། བདམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་གིས་ཁོ་རང་མི་དགའ་ས་ལ་སྐུ་མདུན་གྱིས་མཇལ་ཁ་བེད་སྤྱོད་བྱས་ནས་བཀག་འགོག་བྱས་པ་ནི་ཧ་ཅང་བསམ་བློ་ཆུང་ཆུང་དང་མ་རབས་ཀྱི་བྱ་བ་རེད། ཆབ་སྲིད་ཀྱི་ལྟ་བ་མི་མཐུན་པ་དག ྋགོང་ས་མཆོག་གི་མཇལ་ཁ་དང། མཚན་སོགས་བེད་སྤྱོད་བྱས་ནས། ཕར་ཕྱོགས་ཀྱི་མི་དེ་མེད་པ་བཟོ་ཐབས་བྱེད་པ་ནི་ཧ་ཅང་ཡིད་སྐྱོ་དགོས་པ་ཞིག་རེད། རྡ་ས་ལ་གསོལ་བ་ག་ཚོད་ཡོང་ཡོད་རེད། ྋགོང་ས་མཆོག་མཇལ་ཁ་ཞུས་པ་རེད། དེ་དུས་བདམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་གང་ལ་སོང་བ་རེད། གླིང་སྒྲུང་ནང་ལ་དཔེ་ཞིག་ཡོད་རེད། ཚ་ལ་སོང་དང་ཚོང་ལ་སོང་ཟེར་བ་ཅིག་ཡོད་རེད་དེ་དང་གཅིག་པ་རེད། སྲིད་སྐྱོང་གི་མཇལ་ཁ་བཀག་ཟེར་བ་ངས་གོ་བ་ཐིང་དང་པོ་ཡིན། བདེན་དོན་སྲིད་སྐྱོང་གིས་གོང་ས་མཆོག་ལ་མཚན་སྨད་ཞུས་པ་ཧ་ཅང་མང་པོ་རེད། ཚང་མི་ཞིག་རེད། ཐུབ་བསྟན་ཐོག་མེད་ཀྱིས་སྔོན་མ་འོས་བསྡུ་སྐབས་གོང་ས་མཆོག་ལ་མཚན་སྨད་ཞུས་ཡོད་པ་ཚང་མི་ཞིག་གི་ཡོག་རེད། ཁོ་དང་ལྟ་བ་མཐུན་པ་ཡིན་པའི་མཇལ་ཁ་བཀག་མི་འདུག། རང་དང་ལྟ་བ་མི་མཐུན་མཁན་གོང་ས་མཆོག་གི་མཇལ་ཁ་བཀག་པ་དེ། གོང་ས་མཆོག་གི་སེམས་བཟུང་ན་ཐུགས་ལམ་ནང་གི་རེད། བསོད་ནམས་ལགས། ཁྱེད་ཀྱིས་ཐུགས་ཕམ་མ་གནང།